རྫ་ཞིང་བརྩེ་བའི་ས་མཁན་གྲོགས་པོ་རྣམ་པ་ཁྱེད་ཚོ་བདེ་མོ་ཡིན་ན་ང་སང་ཉིན་བམ་སྐབས་བཟང་རྒྱ་མཚོ་ཡིན། དེ་རིང་ཡང་མུ་མཐུད་ལྟ་ཕོ་ལུག་རྫི་འཕྲིན་ཐག་ལ་ཁ། རྩོམ་པ་པོ་རང་དགྲ་ལག་གི་བརྩམས་ནོ་གི་ཐོ་མི་བསམ་པོ་དྲིས་མཛད་རྗེས་ལས་བརྩམས་པའི་རྟོགས་བརྗོད་ཀུན་ཏུ་བཟང་བོ་སྡེ་ཁུལ་ཞེས་པ་འདི་སྒྲོག་འདོན་བཟོས་རྒྱུ་ཡིན། ཨ་ཕོ་ལུག་རྫི་འཕྲིན་ཐག་སྟེང་གི། ལེའུ་བཅུ་བདུན་པ། ལེའུ་བརྒྱད་པ། བཀའ་བསྟན་བོད་སྐད་དུ་བསྒྱུར་ཅིང་དམར་བོ་རིར་པོ་ཟླ་ལིའི་མཚན་གསོལ་བའི་སྐབས། དུས་རབས་བདུན་པའི་སྟོད་ཀྱི་ཆར་བོད་རྒྱལ་སྲོང་བཙན་སྒམ་པོ་གིས་ཡུལ་གྲུ་སོ་སོར་ཕོ་ཉ་མངགས་ཏེ། ཐབས་ཤེས་རྒྱལ་ཁག་གི། རྒྱལ་བའི་བཀའ་བསྟན་ལ་མཁས་པའི་སློབ་དཔོན་དང་བྲམ་ཟེ། ལོ་ཙཱ་བ་རྣམས་སྤྱན་དྲངས་ཏེ། བོད་དུ་རྒྱལ་བའི་གསུང་རབ་བསྒྱུར་བའི་དྲྭ་བཙུགས་ཤིང། དེ་ནས་རིམ་བཞིན་བཀའ་བསྟན་བོད་སྐད་དུ་བསྒྱུར། རྒྱལ་བས་དེ་ལ་བརྟེན་ནས་དགེ་བཅུའི་ཁྲིམས་བཅས་པའི་བོད་རྣམས་བདེ་སྐྱིད་ཀྱི་དཔལ་ལ་ལོངས་སྤྱོད་པའི་སྐལ་བ་དང་ལྡན་པར་གྱུར་ཏོ། མཁའ་ལ་འཇམ་མཚོན་བྲལ་ས་ལ་མེ་ཏོག་རྒྱས། གངས་རིའི་གསེབ་ནས་དྭངས་ཞིང་གཙང་བའི་ཁྱི་བོའི་ཡན་ལག་བརྒྱད་པ་ལྷུང་ལྷུང་འབབ། ཡན་ལག་དང་སྙིང་ལག་གི་བླ་རེས་དྲས་པའི་ནགས་ཚལ་སྟུག་པོའི་ཁྲོད་ན། སྙན་པའི་གྲེ་འགྱུར་སྒྲོག་པའི་འདབ་ཆགས་རྣམས་འཕུར་ལྡིང་དཀར་ལ་རྩེན་ཅིང། ཡངས་བའི་སྤང་ཐང་ན་ཁྱི་དང་ཁྱི་ཞེས་པའི་ཁ་ཧར་རྐྱང་དང་རི་མར་འགྲོངས། ཤ་བ་སྒོ་བ་རྣམས་ཕར་ཕྱོགས་ཚུར་ཕྱོགས་བྱེད་པའི་ཚུལ་ནི། དབྱར་ཟླ་ར་བའི་ཁ་བ་ཅན་གྱི་དབྱིངས་ཁམས་རེད། རྒྱལ་བུ་འཁྱིལ་བའི་ཕོ་བྲང་དམར་བོ་རེའི་ཁོར་ཡུག་ན། ཕྲེང་བ་མ་དང་མེ་ཏོག་མ། བདུག་སྤོས་མ། སྣང་སྲིད་མ། དྲི་ཆུབ་མ་སོགས་མཛེས་པའི་བུ་མོ་མང་བས། གཟི་འོད་འབར་བའི་གཙུག་ལག་ཁང་དེའི་མཐའ་སྐོར་དུ། རྫ་ཆུ་བསིལ་མའི་ཆག་ཆག་འདེབས། སྣང་སྲིད་སྒྲོལ་མའི་ཞལ་བྱས། དྲི་ཞིམ་འཐུལ་བའི་བདུག་སྤོས་བྱེ་བྲག་མང་བོ་བསྒྲིགས་ཤིང། མེ་ཏོག་གི་ཕྲེང་བ་འབུལ་བཞིན་ཡོད། སྐབས་དེར། ཕོ་ཉ་ཞིག་གིས། བཙན་པོ་འཁོར་གྱིས་སླེབས་བྱུང། ཞེས་བསྒྲགས་པ་དང་མཉམ་དུ། རྒྱལ་པོ་དང་སློབ་དཔོན་ཐོག་མར་གཙོས་བྱས་པའི་བཀའ་བློན་རྣམས། ཞིབ་ཁྱིམ་དག་གིས་བསྐོར་ཅིང། ཐད་ཀར། རྒྱལ་བོའི་ཆོས་ལུགས་གཙུག་ལག་ཁང་དེའི་ཕྱོགས་སུ་བསྐྱོད། དེ་ནི་རྒྱལ་པོ་སྲོང་བཙན་ལ་རང་གི་ཡབ་མེས་རང་བརྒྱུད་ཅིང། ནམ་མཁའ་ནས་བབས་པར་གྲགས་པའི་གཉན་པོ་གསང་བ་ཞེས་པའི་ཆོས་གནས་ཤིག་ཡོད་པ་དེ་ལ། རིན་པོ་ཆེའི་བྱེ་བྲག་གི་མཆོད་པ་འབུལ་ཐབས་ཕེབས་པའི་ཚུལ་བྲིས། གཉེན་པོ་གསང་བ་ནི་རིན་ཆེན་ཟ་མ་ཏོག་གཅིག་ཏུ་གཅིག་ཅིང། རྦད་འདྲེ་ཡི་ཁྲི་ཞིག་ལ་བཞུགས་སུ་གསོལ་བའི་མདུན་དུ། རིན་ཆེན་གསེར་དང་དངུལ། གཡུར་སྔོན། མུ་ཏིག། གཟི། གཞན་ཡང་མེ་ཏོག་གི་ཕྲེང་བ་སོགས་ཀྱི་མཆོད་པ་ཕུལ་ཡོད་པ་དང། ཉེ་འཁོར་གྱི་སྣང་སྲིད་སྒྲོལ་མའི་གཙུག་ལག་ཁང་དེའི་ཁོར་ཡུག་ཡོངས་རྫོགས་གསལ་བར་བྱས་པ་དང། སྒྲོན་འོད་རིན་པོ་ཆེ་དེ་དག་གི་སྟེང་དུ་ཕོག་པ་ན། རིན་ཆེན་དེ་དག་གི་སྟེང་ན་འོད་ཟེར་སྣ་ཚོགས་ཤིག་འཕྲོ་འདུ་བྱེད་ཀྱིན་འདུག། དེར་རྒྱལ་བའི་རིན་པོ་ཆེའི་བྱེ་བྲག་མང་བོ་ཞིག་སྙན་པོའི་གསང་བའི་མདུན་དུ་སྤུངས་བ་དང། ཁྱོད་གནས་ལ་གས་ཤག་འཚལ་བ་ན། མཐའ་སྐོར་གྱི་བློན་པོ་རྣམས་ཀྱིས་ཀྱང་རང་རང་ལ་བསྡོ་བའི་རིན་པོ་ཆེ་རྣམས་སྙན་པོའི་གསང་བའི་མདུན་དུ་ཕུལ་བ་དང། ཡན་ལག་ལྔ་ཀ་ས་ལ་གཏུགས་པའི་ཕྱག་འཚལ། དུས་དེར་རྒྱལ་པོ་སྲོང་བཙན་སྒམ་པོ་དེས་སློབ་དཔོན་ཐོ་མི་ལ། ཀྱིས་སློབ་དཔོན་ལགས། རིན་པོ་ཆེ་འབེལ་འབྲི་ཡི་ཁྲི་སྟེང་དུ་བཞུགས་པའི་ཟ་མ་ཏོག་འདི་ནི། བདག་གི་མེས་པོ་ལྷ་ཐོ་ཐོ་རུ་ཉན་ཤེལ་མ་བརྩིགས་ལྷུན་གྱིས་གྲུབ་པའི་སྐུ་མཁར་ཆེན་པོའི་ཕོབ་གྲངས་ཡང་བླ་མཁར་གྱི་རྩེ་ན་བཞུགས་པའི་ཚེ། གནམ་སྐས་ཉི་ཟེར་སྟེང་འགྲོགས་ཏེ་ཕོབ་གྲངས་ཀྱི་ཡང་སྟེང་དུ་བབས་པ་ཡིན་ཅིང། དེ་ཡིས་མོ་ལ་ནམ་མཁའ་ནས་དུས་ད་ནས་གདོང་རུ་བ་ལྔ་ན་འདིའི་དོན་ཤེས་པའི་རྒྱལ་པོ་ཞིག་འབྱུང་བར་གྱུར་རོ་ཞེས་སྒྲ་ཞིག་བྱུང་བས་ན། མེས་པོ་ལྷ་ཐོ་ཐོ་རུ་ཉན་ཤེལ་ངོ་མཚར་དུ་གྱུར་ཏེ་ས་མ་ཏོག་ཏུ་བཅུག་པའི་གླགས་རིམ་འདི་དག་རིན་པོ་ཆེ་འབེན་འབྲི་ཡི་ཁྲི་ལ་གཞུག་སུ་གསོལ། གསེར་དང་གཡེར་སྔོན་གྱི་མཆོད་པ་ཕུལ། མཚན་དུ་ཡང་གཉན་པོ་གསང་བ་ཞེས་བཏགས་ཏེ། ཀིརྟི་བླ་ལྷག་བྱས་པས། མེ་འོད་ལྷ་ཐོ་ཐོ་རུ་དགུང་ལོ་བརྒྱ་དང་ཉི་ཤུ་ཐུབ་པར་གྱུར་བས་ན། གཉན་པོའི་གསང་བ་འདིའི་དོན་ཅི་ཞིག་ཡིན་པ་གསུང་དུ་གསོལ་ལོ། ཞེས་བཀའ་བསྒོས། སྐབས་དེར། སློབ་དཔོན་ཐོ་མི་སམ་པོ་ཏྲིས་འབེན་འབྲི་ཡི་ཁྲི་སྟེང་གི་ས་མ་ཏོག་ཏུ་བཅུག་པའི་གཉན་པོ་གསང་བའི་ཁ་ཕྱེ་བ་ན། མ་གཞིར་སྙན་པོ་གསང་བ་ཞེས་པ་ནི། སློབ་དཔོན་ཐོབ་མི་ཁོ་རང་འཕགས་པའི་ཡུལ་དུ་སློབ་གཉེར་བྱེད་སྐབས། སློབ་དཔོན་མཁས་པའི་ངག་ལས་ཐོས་མྱོང་ཞིང་རང་ཉིད་ཀྱིས་བཀླགས་པ་དང་འདྲི་བ་དང་བསམ་པར་བྱས་མྱོང་བའི་བཅོམ་ལྡན་འདས་ཀྱི་གསུང་མདོར་བསྡུས་ཟ་མ་ཏོག་དང། སྙིང་བོ་ཡི་གེའི་དྲུག་མ། སྤང་གོང་ཕྱག་རྒྱ་བ། གཞན་ཡང་གསེར་གྱི་མཆོད་རྟེན་ཁྲི་བཀང་བ། ཙནྡ་མ་ནི་ས་རྩ་བཀས་ཕུར། མི་ཏྲ་ཕྱག་རྒྱ་བཅས་ཡིན་འདུག། དེ་ཡང་བཅོམ་ལྡན་འདས་འོག་མའི་ཚལ་ན་བཞུགས་སྐབས། ཁོང་གི་བཀའ་ཆོས་ཁ་བ་ཅན་དུ་དར་བའི་ལུང་བསྟན་ཡོད་འདུག་པས། གཉན་པོ་གསང་བ་ཞེས་མཚན་གསོལ་བའི་ལག་ལམ་འདི་དག། རྒྱལ་པོ་ཆེན་པོའི་མེས་པོ་ལྷ་ཐོ་ཐོ་རུ་གཉན་ཤེས་ཀྱི་དུས་སུ། བོད་དུ་བྱུང་བ་ནི་གངས་ཅན་ལྗོངས་འདིར་བཅོམ་ལྡན་འདས་ཀྱི་བསྟན་པ་འབྱུང་བའི་སྔ་ལྟས་ཡིན་པ་གོར་མ་ཆག་སྙམ་སྟེ་གསོལ་བ། ཀྱེ་རྒྱལ་པོ་ཆེན་པོ་ལགས། གང་གི་རྨེའུ་ལྷ་ཐོ་ཐོ་རུ་གཉེན་བཤེས་ཀྱི་སྐུ་དུས་སུ་བྱུང་བའི་གཉེན་པོ་གསང་བ་ཞེས་པ་འདི་ནི། འཛམ་བུའི་གླིང་དུ་བྱོན་པའི་སྟོན་པ་བཅོམ་ལྡན་འདས། འཇིག་རྟེན་ཆེན་པ་སྐྱེ་བོ་འདུལ་བའི་ཁ་ལོ་བསྒྱུར་བ། ལྷ་དང་མི་རྣམས་ཀྱི་སྟོན་པ་ཤིག་ཅག་ཐུབ་པས། བདུད་རྩི་ལྟ་བུའི་གསུང་མདོ་སྡེ་ཟ་མ་ཏོག་དང། ཕོག་པ་སྐྱ་འདྲའི་གཟུགས་ཀྱི་གཟུངས་སྔགས་སྙིང་བོ་ཡི་གེའི་དྲུག་མ། སྤང་སྐོང་ཕྱག་རྒྱ་བ་དང། གཞན་ཡང་རྒྱུད་རིན་པོ་ཆེ་གསེར་ལས་གྲུབ་པའི་བྱང་ཆུབ་མཆོད་རྟེན་ཁྲི་རྐང་མ་དང། ཙནྡ་མ་ནི་དཀྱིལ་འཕུར། མི་ཏྲི་ཤག་བརྒྱ་རྣམས་ཡིན་ལ། སྔོན་གྱི་ཚེ་ན། མེ་འོད་ལྷ་ཐོ་ཐོ་རུ་གཉན་ཤེད་དེ། གཉན་པོ་གསང་བ་ལ་ཆོས་སྐྱོང་ཀིརྟི་རྒྱས་པའི་མཐུ་ལ་བརྟེན་ནས། རྒྱལ་པོ་དགུང་ལོ་བརྒྱད་ཅུར་གསོན་པར་སླར་ཡང་གཞོན་པར་གྱུར་ཏེ། དབུ་སྐྲ་ནག་པོར་གྱུར་བ་དང། གཞོན་སུ་སྐྱེས་པའི་ངག་རྒྱུན་ཡོད་ཅིང། དེ་ཡང་རྒྱ་གར་ཕག་པའི་ཡུལ་དུ་སྟོན་པ་མང་བོ་ཞིག་བྱུང་ན་ཡང། རྒྱལ་པོ་གསེར་གཙང་གི་སྲས་སུ་འཁྲུངས་པའི་སྟོན་པ་ཤཱཀྱ་ཐུབ་པ་ནི། སྐྱོན་ཀུན་སེལ། ཡོན་ཏན་ཀུན་ལྡན་ཞེས་རྒྱ་གར་ཕག་པའི་གནས་ཡོངས་སུ་བསྔགས་ཤིང། དེའི་བསྟན་པ་ནི་འགྲོ་བ་སེམས་ཅན་ལ་ཕན་པ་དང་བདེ་བ་འབའ་ཞིག་སྒྲུབ་པའི་བསྟན་པ་ཡིན་པའི་ཆ་ནས་ཡོན་ཏན་ཀུན་ལྡན་ཞེས་བྱ་ཞིང། འགྲོ་བ་རྣམས་ལ་འཚེ་བར་མི་བྱེད་པའི་ཆ་ནས་སྐྱོན་ཀུན་སེལ་ཅེས་ཀྱང་བྱའོ། དེ་བས་ན་རྒྱལ་པོ་ཆེན་པོ་ལགས། དེ་ལྟ་བུའི་སྟོན་པ་སྐྱོན་ཀུན་སེལ་དང་ཡོན་ཏན་ཀུན་ལྡན་གྱི་གསུང་ངའི་སྙིང་པོ་གསང་བ་ཞེས་མཚན་གསོལ་བ་དེ་ལ་ཡོན་ཏན་དུ་མ་ཞིག་ལྡན་ཏེ། གང་དུ་གྲོང་ཁྱེར་དང་གྲོང་རྡལ་དང་ལྗོངས་དང་ཡུལ་དང། ཡུལ་ཁྲིམས་རྣམས་སུ། མི་ནད་དང་ཞིག་ནད་དང། ཡམས་ཀྱི་ནད་དང་འཚེ་བ་དང། གནོད་པ་དང། ནད་འགོ་བ་ལ་སོགས་པ་བྱུང་བའི་ཚེ་ན། སྙིང་པོ་གསང་བ་འདིར་རིམ་གྲོ་ཁྱེར་མཆོད་པ་ཆེན་པོ་བྱས། འདི་ཉིད་ཡི་གེ་བྲིས་ཏེ་གྲོང་ཁྱེར་དང། གྲོང་རྡལ་དེ་དག་གི་སྒོ་དང་ཁ་སྟེང་དང། རྩི་ཤིང་གི་རྩེའི་སྐྱེས་སུ་དག་ན། ཡིད་དུས་ནད་ཡམས་ཞི་བར་གྱུར། ཡང་གང་དུ་འཁྲིག་པ་དང་འཐབ་པ་དང་རྩོད་པ་དང། ཕན་ཚུན་བསད་པ་དང་བཅད་པ་དང་དྲལ་བ་དང། ཡིད་དང་ཡིད་བར་དུ་གཡེལ་བཤམས་པ་སོགས་བྱུང་ན། གཉེན་པོ་གསང་བའི་དོན་ཡིད་ལ་བསམ་ཞིང་ཚིག་ཁ་ཏོན་དུ་བྱེད་པ་དང། འདི་ཉིད་ཡི་གེས་བཀོད་དེ་རྒྱལ་མཚན་གྱི་རྩེ་མོར་མཆོད་ན། ཡུལ་ཞི་བར་འགྱུར་རོ། ཡང་ཡུལ་གང་ཞིག་ལ་དུས་དུས་སུ་ཆར་མི་འབབ་པ་དང་ཐམ་པ་དང། ཟད་གསེར་འབྱུང་བ་ལ་སོགས་པའི་བཀྲ་མི་ཤིས་པའི་ལྟས་དག་བྱུང་བའི་ཚེ་ན། གཉེན་པོ་གསང་བ་འདི་ཞིང་དང་གྲོང་དང་ལྗོངས་དང་གྲོང་རྡལ་བཅས་སུ་སྤྱན་དྲངས་ཏེ་མཆོད་པ་རྒྱ་ཆེར་བྱས་ན། དུས་དུས་སུ་ཆར་འབབ་པ་དང། ཐམ་པ་དང་ཟད་གསེར་ཐུབ་པར་གྱུར་རོ། ཅེས་རྒྱལ་པོ་ཆེན་པོ་ལགས། ཡོན་ཏན་དཔག་ཏུ་མེད་པ་འདི་དག་ནི་གཉེན་པོ་གསང་བའི་ཡོན་ཏན་ཡང་ཡིན་ལ། སྤྱིར་རྒྱལ་པོ་གསེར་གཙང་གི་སྲས་པོའི་བསྟན་པའི་ཡོན་ཏན་ཡང་ཡིན་པས་ན་བསྟན་པ་འདི་ལ་ངེས་མེད་ཐུབ་པའི་བསྟན་པ་ཞེས་ཀྱང་གྲགས་སོ། ལྷོ་ཧོན་ཐོ་མའི་གསུང་བཙན་ལ་དེ་སྐད་དུ་ཞུས་ཚེ། རྒྱལ་བས་འདི་སྙམ་དུ་སེམས་ཏེ། སྤྱིར་རྒྱལ་བས། རྒྱལ་སྲིད་སྐྱོང་བ་ལ་སེམས་ཅན་གྱི་ཕན་བདེའི་སྐལ་བྱེད། ཕན་བདེའི་རྩ་བ་ནི་སྲིད་གཙང་སྲིད་པའི་བསྟན་པ་འདི་ཡིན་པས། ད་ནི་བོད་རང་ལ་ཡི་གེའི་རྣམ་གཞག་ཆ་ཚང་བ་ཞིག་ཀྱང་ཡོད། ལེགས་སྒྱུར་གྱི་སྐལ་ལ་བྱང་བའི་སློབ་དཔོན་ཡང་གཞིགས་ན་ད་ནི་བསྟན་པ་བོད་སྐད་དུ་བསྒྱུར་བར་བརྩོན་པ་གཅིག་ལས་དགོངས་སོ། ཉི་འོད་ཚ་ཞིར་ཕོག་པའི་དུས་དེར། བཙན་པོའི་ཕོ་བྲང་ཆེན་པོ་ན། ཀ་ལ་སྦང་གིས་གཡང་རྟར་སྙམ་པའི་གསུང་དབྱངས་ཤིག་ལྷང་ལྷང་གྲག་ཀྱིན་ཡོད་པ་དང། རི་དྭགས་སྦྲ་ལ་ཆགས་པ་ལྟ་བུའི་མགྱོགས་པའི་ཕོ་ཉ་སྐོར་ཞིག་གིས། པུས་མོ་ལ་ང་གཉིས་ཚར་བཙུགས། ལག་པས་ཡལ་འདབ་བསྒྱུར། མགོ་བོའི་སྙེ་མ་དུད་དེ་ཁ་ནས་ལག་སོ་བརྗོད་ཀྱིན་འདུག། རེ་ཞིག་ནས་བཙན་པོའི་བཀའ་ལྟར། ཕྱག་མཛོད་དག་གིས་རྒྱལ་བོའི་མཛོད་ནས་རིན་ཆེན་གསེར་དང་དངུལ་དང་མར་གུལ་དང་ཁ་གདངས་སྙིང་དང་ནོར་རུ་དང་མཎྜལ་དང། རྦད་འདྲེ་ཡ་དང་རྡོའི་སྙིང་བོ་སོགས། ཕོ་ཉ་དེ་དག་ལ་བཏབ་པ་དང། ལྷོ་སྐུ་མཐོ་མའི་ཡི་གེའི་གཟུགས་མི་འདྲ་བ་བཞི་ཙམ་ཕོ་ཉ་དེ་དག་གི་ལག་ཏུ་བཞག་པ་ན། དེ་དག་གིས་ཀྱང་རང་རང་གི་ཕྲག་ཏུ་བབས་པའི་འོས་འགན་ཡིད་ལ་བསྒོམ། རིན་པོ་ཆེ་དང་ཡི་གེའི་ལག་ཟུང་མཐོན་པོར་བཏགས་ཏེ་ཚུར་བླངས་རྗེས། རེ་རེའི་མགོ་བོའི་ནང་དུ་ལན་རེ་བཀུག་སྟེ་ཕོ་བྲང་ཕྱི་རོལ་དུ་ཕྱིན་ཏོ། སླར་ཡང་ཞོགས་པ་ཞིག་གི་སྐྱབས་མདའ་བཏིང་བའི་ཚེ། རིན་པོ་ཆེའི་རྫོང་མདའ་བསྣབས་པའི་ཕོ་ཉ་སྐོར་ཞིག་ཁ་ནས་སྐར་མདའ་ཆད་པ་ལྟར་ལྷོ་ཕྱོགས་རྒྱ་གར་གྱི་ཕྱོགས་སུ་བསྐྱོད་པ་དང། ཡང་ཨ་རིན་ཆིན་ཐོགས་པའི་བོང་མི་ཁག་ཅིག་ནེ་པ་ལ་དབའ་བོའི་ཡུལ་དང། སྐོར་ཞིག་གཏོང་མཁན་མ་ཧ་ཙི་ནིའི་ཡུལ། ཁག་ཅིག་ཁ་ཆེའི་ཡུལ་དུ་བསྐྱོད་པ་མཐོང་ངོ། དེ་དུས་གནམ་ལ་འཁོར་ལོ་རྩིབས་བརྒྱད་ཤར། དོག་མོ་ས་ལ་བལ་མ་འདབ་བརྒྱད་བཀྲ། བར་གྱི་རི་ལ་བཀྲ་ཤིས་རྟགས་བརྒྱད་འཚང། དྭངས་བའི་ཆུ་མོར་འཇམ་མཚོན་སྣ་ལྔ་འཁྱིལ། ལྗོན་ཤིང་རྣམས་ནི་ལོ་འདབ་གཡུར་དུ་ལྡེམ། འདབ་ཆགས་མཉམ་པའི་མགྲིན་སྒྲ་དལ་བུར་སྒྲོག། ཧར་ལུང་ཐམས་ཅད་གཅིག་དང་ནོར་གཅིག་དང་ས་རྣམས་ཀུན་ཀྱང་རྣམ་པ་དྲུག་ཏུ་དབྱེ། ཞེས་ཀྱང་གྲགས་སོ། དེའི་ཚེ་ལྷོ་སྤུན་མཐོ་མི་བསམ་པོ་བཀྲིས་དགོངས་པ་ལ། རྒྱ་གར་ཕག་གི་ཡུལ་ནི་འཛམ་བུ་གླིང་གི་ཤེས་རིག་ཐམས་ཅད་ཀྱི་འབྱུང་ཁུངས་ཡིན་ཅིང། གནས་དེ་ན་སྔོན་བྲམ་ཟེའི་ཚེ་སྐྱ་དང་ཆོས་དབྱིག་ཞེས་པ་གཉིས་བྱུང་སྟེ། དེ་གཉིས་ཀྱི་གཞུང་ལུགས་མང་དུ་བརྩམས་ཏེ་མི་རྟག་པའི་གྲུབ་མཐའི་སྲོལ་ཕྱེས་པ་ཡིན་ལ། དེ་ལས་སྐྱེས་པའི་གྲུབ་མཐའི་རྣམ་གྲངས་བགྲང་བར་དཀའ་ན་ཡང། ཕྱི་རོལ་བའི་བསྟན་བཅོས་ལས་མཐོང་བ་ནི། དྲང་སྲོང་འཇིག་རྟེན་མུག་སྐྱེས་པ་ཞིག་གིས་རྒྱང་འཕེན་པའི་གྲུབ་མཐའ་བསམ་ཞིང། དེ་ཡིས་ནི་སྐྱེ་བ་སྔ་ཕྱི་ཡང་མི་འདོད། དངོས་པོ་རྣམས་རྒྱུ་དང་རྐྱེན་ལས་སྐྱེ་བ་ཡང་མི་འདོད་པས་ན། དེ་ལ་ཁྱད་པར་སྨྲ་བ་ཞེས་བརྗོད་ཅིང། དེ་ནི་ཕྱི་རོལ་བའི་གྲས་སུ་ཡང་ཤིན་ཏུ་མཐའ་ཤས་གཅིག་ཏུ་བགྲང་བ་ཡིན་ཅིང། དེ་ལས་གཞན་ནི། རང་གི་རྣམ་རྟོག་གི་སྒྲོ་བཏགས་པའི་ཆ་བཞིན་རྟགས་དང་གཏན་ཚིགས་དུ་མས་བཟློག་སྟེ། དོན་དེ་ཉིད་རང་གི་བློ་ངོར་འཐབ་པར་སྒྲུབ་པའི་ཚུལ་སྣ་ཚོགས་ཤིག་ཡོད་དེ། དེ་ཡང་དྲང་སྲོང་སེར་སྐྱ་ཟེར་བ་ཞིག་གིས་མི་རྟག་པའི་གཞུང་ལས། གྲངས་ཅན་པ་ཞེས་པའི་གྲུབ་མཐའ་དེ་བརྩམས་ཤིང། གཙོ་བོའམ་རང་བཞིན་དང། བློའམ་ཆེན་པོ་དང་ལྔ་བརྒྱུད་དང་དེ་ཙམ་ལྔ་དང། དབང་བོ་བཅུ་གཅིག་དང་འབྱུང་བ་ལྔ་དང། སྐྱེས་བུ་སྟེ་ཤེས་བྱ་ཉེར་ལྔར་བགྲང་ངེས་པས་ན་དེ་ལྟར་གྲགས་སོ། ཡང་སྟོན་པ་ཚང་བ་བས་སུ་བསྟོད་པའི་གཞུང་ལུགས་ལ་ཚང་བ་བ་ཞེས་བྱ་ཞིང། འཇིག་རྟེན་སྔ་མ་ཞིག་པའི་དུས་སུ། ཆ་མེད་ཀྱི་འབྱུང་རྡུལ་བརྟག་པ་རྣམས་སོ་སོར་གནས་པ་ལ་རྡུལ་ཕྲ་རབ་གཉིས་སྦྱར་ཞིང། དེ་ནས་ཇེ་མང་དུ་སྦྱར་བར་བརྟེན་ནས་མཐར་རླུང་གི་དཀྱིལ་འཁོར་སོགས་འབྱུང་བ་བཞིའི་དཀྱིལ་འཁོར་ཆགས་ཤིང། དེ་ལས་སྒོ་ང་ཆེན་པོ་ཞིག་བྱུང་སྟེ་བརྡོལ་བ་ལས་འཇིག་རྟེན་གྱི་མེས་པོ་ཚང་བ་བྱུང་ཞིང། དེས་གནོད་བྱེད་སེམས་ཅན་དག་སྤྲིན་པར་འདོད་པ་དང། མངོན་སུམ་ཕལ་ཆེར་འཁྲི་བ་དང་རྗེས་དཔག་ཀྱང་རིག་པ་བཟང་ངན་གྱི་གཞན་དབང་དུ་འགྱུར་སྲིད་པས། སྙན་ངག་དང་སྲིད་སྲུང་དང་མཆོད་སྦྱིན་དང། ངེས་བརྒྱུད་དེ་རིགས་བཤད་བཞི་ནི་རང་བྱུང་གི་མཚན་མར་འདོད་པ་ཡིན། ཡང་སྟོན་པ་བླ་མ་ཟླ་བ་དང། སྟོན་པ་གཞོན་ནུ་མ་ལིན་ལ་སོགས་པས་ཁྱབ་འཇུག་པ་དེ་གསུང་བ་ཡིན་ཅིང། དེ་ནི་ཁྱབ་འཇུག་དམྱལ་ཡི་གཟུགས་སུ་སྤྲུལ་ནས། སྔོན་རིག་བྱེད་བཞི་རྒྱ་མཚོར་ནུབ་པ་ལས་སྟོན་པ་དང། རུས་སྦལ་གྱི་གཟུགས་སུ་སྤྲུལ་ནས། འཇིག་རྟེན་དག་ཀྱང་རྒྱུན་དུ་གནས་པ་དང། ཕག་རྒོད་ཀྱི་གཟུགས་སུ་སྤྲུལ་ནས། ཚངས་པའི་འཇིག་རྟེན་མན་ཆད་བསྣམས་པ་དང། མི་སངས་རྒྱས་མགོ་ཅན་གྱི་གཟུགས་སུ་སྤྲུལ་ནས་ལྷ་མིན་གྱི་རྒྱལ་པོ། འགྲོ་སྐྱོང་གསེར་སྐྱེམས་བསབས་པ་དང། མིའི་ཐིས་ཐུང་དུ་སྤྲུལ་ནས་ལྷ་མིན་སྟོབས་ལྡན་ས་འོག་ཏུ་བསྣམས་པ་དང། རྒྱལ་པོ་ཤིང་རྟ་བྱེ་བའི་བུ་ར་མ་ནའམ་རྒ་བྱེད་དུ་སྤྲུལ་ནས། ལང་ཀ་མགྲིན་གྱི་ཟབ་པ་དང། རྒ་བྱེད་དུ་སྤྲུལ་ནས་རྒྱལ་པོ་གསུར་སྒྲུབ་ཟབ་པ་དང། ནག་པོར་སྤྲུལ་ནས་རྩོད་དུས་སུ་ཁྱེའུ་བཞི་ཕྱོགས་ཀུན་ཏུ་དྲང་བ་དང། ཤཱཀ་སྐྱ་ཐུབ་པར་སྤྲུལ་ནས་སྡིག་པ་སྦྱོང་བ་དང། རིགས་ལྡན་བྲམ་ཟེའི་བུ་ཀིརྟི་ཙི་ཞེས་བྱ་བར་སྤྲུལ་ནས་མ་འོངས་པར་སེམས་ཅན་མང་བོར་འདུལ་བ་གྱིས་འཇིགས་པར་བྱེད་དོ། ཡང་སྟོན་པ་རྒྱ་ཤོག་པས་དྲི་མ་ཤེས་རིག་གི་རང་བཞིན་ལ་ཞུགས་པའི་ཚུལ་གྱིས་ཡོད་པས་ན། སྐྱོན་ཀུན་བསལ་བ་མེད་པས་ཀུན་མཁྱེན་མེད་པར་སྨྲ་ཞིང། ཡང་དྲང་སྲོང་རྐང་སྨུག་པ་ནི་ལྷ་དབང་ཞིག་གི་ལྷ་མོ་ཨི་མ་ཧྲང་བོར་བཞག་པ་ལ། ཨ་མ་དེ་ལ་ཆགས་ནས་རྣམ་འགྱུར་སྣ་ཚོགས་ཤིག་བསྟན་ཀྱང། དྲང་སྲོང་གིས་མིག་རྐང་བར་ཕབ་སྟེ་བརྟུལ་བཞུགས་བྱུང་བས་མ་ཆགས་པར། ལྷ་ཆེན་པོ་དེ་ཤིན་ཏུ་མཉེས་ཏེ་གཞུང་རྩོམ་པའི་དངོས་གྲུབ་བྱིན་པས། དབང་ཞུགས་པའི་གྲུབ་མཐའ་འདི་བརྩམས་ཤིང། དེ་ཡང་དབང་ཤུགས་བརྡོལ་ནས་སྲིད་པའི་གནོད་སྐྱོན་རྒྱུན་པར་དྲག་པས་ཡེ་སྲིད་ཀྱིས་བྱ་ཞིང། དེ་ལ་ཡོན་ཏན་བརྒྱད་ཚང་བ་ནི་ལག་པ་དང་རྐང་བ་དང་མིག་དང་གདོང་དང་ལུས་རྣམས་བྱེད་ཅིང། འཇིག་པར་བྱེད་པས་ན་ཕྲ་བ་དང་འབྱུང་བ་ལྔ་གནས་པ་དང་རྡིབ་པ་དང། རྒྱས་པར་བྱེད་པས་ན་ཡེངས་བ་དང། འཇིག་རྟེན་གསུམ་ན་འཆོལ་པར་གྱུར་པ་དང་འབྱུང་བ་ཀུན་གྱིས་འཆོལ་པས་འཆོལ་པར་བྱ་བ་དང། འབྱུང་བོ་ཀུན་ལ་ཤིང་བྱེད་པ་དང། གང་དང་གང་འདོད་དེ་བྱེད་པས་ན་བདག་པོར་གྱུར་པ་དང། རང་དབང་ཅན་དང་གཞན་དབང་ཅན་དུ་འགྱུར་བས་ན། དབང་དུ་གྱུར་པ་དང། ཡིད་ཀྱི་གང་འདོད་པར་རྗེས་སུ་འགྲོ་བར་བྱེད་པས་ན། གར་ཡང་བྱིན་པ་དང། བདེན་མེད་སྙིང་སྟོབས་གང་ལ་གནས་པ་དེར་མིག་འབྱེད་པ་ཙམ་བྱེད་པར་འགྱུར་བས་ན། འདོད་དགུར་ལྡན་པ་དང། ལུས་དང་ཐར་བ་སོགས་གང་འདོད་པར་གྱུར་བས་ན་རྒ་འགུ་གནས་པ་དང། འདི་དག་ནི་དབང་ཤུགས་ཀྱི་ཡོན་ཏན་བརྒྱད་ཅེས་བྱའོ། དེ་ལྟར་རྒྱ་གར་ཕོག་པའི་ཡུལ་ན་གྲུབ་མཐའི་རིགས་ཧ་ཅང་མང་བོ་ཞིག་ཡོད་ཀྱང། རང་རེའི་སྤར་རྒྱལ་གྱི་ཡུལ་འདིར་སྔོན་སྟོན་པ་མོ་བོ་ཆེས་ད་ལྟའི་བོན་ལུགས་འདི་དར་བར་མཛད་ན་ཡང། དེ་དག་ཀུན་ལས་རྒྱ་གར་ཕོག་པའི་ཡུལ་གྱི་རྒྱལ་བོ་གསེར་གཙང་གི་སྲས་སུ་འཁྲུངས་བའི་སྟོན་པ་ཤཱཀྱ་ཐུབ་པས་བསྟན་པ་ནི། ཐོག་མར་སྟོན་པ་སྐྱོན་ཀུན་སེལ་ཡོན་ཏན་ཀུན་ལྡན་ཡིན་ཅིང། སྟོན་པ་དེ་གཞན་གྱི་སྟོན་པ་དང་མི་འདྲ་བའི་ཁྱད་པར་ནི། དང་བོ་ཐུགས་སྐྱེད་ཚུལ་མི་འདྲ། བར་དུ་ཚོགས་བསགས་ཚུལ་མི་འདྲ། ཐ་མར་མངོན་པར་རྫོགས་པའི་སངས་རྒྱས་ཚུལ་ཡང་མི་འདྲ་ཞིང། ཡང་དེ་ཡིས་བསྟན་པ་ནི་སེམས་ཅན་ལ་འཚེ་བ་མེད་པའི་སྐྱོན་གན་སེལ་དང། སེམས་ཅན་གྱི་དོན་བྱེད་པའི་ཡོན་ཏན་གན་ལྡན་ཞེས་ཀྱང་བྱ་ན། བསྟན་པ་འདི་བོད་གངས་ཅན་གྱི་སྐད་དུ་བསྒྱུར་རྒྱུ་དེ་ནི་གཅིག་ན་རྒྱལ་བོའི་རྒྱལ་སྲིད་ལ་སྨན་པ་དང། གཉིས་ནས་གངས་ཅན་སྐྱེ་འགྲོ་རྣམས་ཀྱི་ཕན་བདེ་ལ་སྨན་པས། གལ་སྲིད་ཕྱོགས་ལ་བར་ཁྱི་འདྲ་མ་བྱུང་ཚེ་བསྟན་བཅོས་འདི་ཆ་ཚང་ཞིག་བོད་སྐད་དུ་བསྒྱུར་དགོས་ཞེས་དམ་བཅའ་རྡོ་རྗེ་བྲག་ལྟ་བུ་ཞིག་བྱས་སོ། དེའི་ནམ་ཞིག་གི་ཚེ་ན། གླིང་ཆེན་བཀྲས་སུ་ཉེ་འབྲེལ་དམར་བོའི་རིའི་སྟེང་གི་ཕོབ་གྲངས་དེའི་ཕྱོགས་བཞི་ན་མདུང་དར་དང་རྒྱལ་མཚན་དང་བ་དན་དང། གཞན་ཁ་གསལ་ལྷབ་ལྷུབ་ཏུ་གཡོ་བའི་གདུགས་སོགས་མཐོན་པོར་བསྒྲེང་བ་དང། ཕོབ་གྲངས་ཕྱི་རོལ་གྱི་ལྕགས་རིའི་མཐའ་སྐོར་ན་ལག་ཏུ་མདུང་དང་རལ་གྲི་དང་ཤིང་གླང་དང། དར་སོགས་འཕྱར་བའི་ཤོང་བ་རྣམས་ཨ་ཡོ་འགུས་ཙམ་ཡང་མི་བྱེད་པར་ཕོ་བྲང་དེའི་སོ་ཤོང་དུ་བསྡད་འདུག་སྐབས་དེར། ཕོ་ཉྭ་ཞིག་སྐར་མདའ་ཆད་པ་ལྟར། ཕོ་བྲང་གཟིམ་ཁང་ཀ་རུའི་ཕྱོགས་སུ་རྒྱུག་ཡོང་སྟེ། གཏོང་མཁན་མ་ཧ་ཙི་ནས་སློག་ཤིང་སླེབས་བྱུང་ཞེས་བསྒྲགས་པ་དང། ཡང་འགྱོགས་པའི་ཕོ་ཉྭ་ཞིག་གིས་རྒྱ་གར་ཕག་པའི་ཡུལ་གྱི་སློག་ཤིང་རྣམས་སླེབས་བྱུང་ཞེས་སྐད་བརྒྱབ། དེ་མ་ཐག་ཕོ་ཉྭ་གཞན་གཉིས་ཀྱིས་ཀྱང། བོའུ་ཡུལ་གྱི་སློག་ཤིང་དག་སླེབས་བྱུང་ཞེས་པ་དང། ཁ་ཆེའི་ཡིད་ཀྱིས་སློབ་དཔོན་དག་སླེབས་བྱུང། ཞེས་རིམ་པ་ལྟར་བརྡ་བརྒྱབ་པ་ན། ཕོབ་གྲངས་གཟིམ་ཁང་དཀར་བོའི་གཡས་གཡོན་ན་བསུ་མ་བྱེད་བཞིན་པའི་རོལ་མོ་མཁན་དང། གར་མཁན་རྣམས་ཀྱིས་རྔ་བོ་ཆེ་དང། མཁར་རྔ་དང། བག་དབང་དང། སྲི་ཉིན་གྱི་སྒྲ་སྤྲོད་དེ་བསུ་བ་བྱེད་པ་དང། དྲི་ཞིམ་ལྡན་པའི་སྨན་མཆོག་ཨ་དཀར་དང། བཟའ་ཏི། ཅི་གོང་དང། ཀི་སྐུམ་དང་ལི་ཤི་དང་སུག་སིལ་དང་ཀ་ཀོ་ལ་དང་ཙན་དན་དང། གཞན་ཡང་བདུག་སྤོས་ཀྱི་བྱེ་བྲག་མང་བས་མཆོད་པས། ཕོ་བྲང་གི་ཕྱི་ནང་བར་གསུམ་ནི་འདོད་ཡོན་ལྔའི་ལོངས་སྤྱོད་དང་ལྡན་པར་གྱུར་ཏོ། ཨར་རྔོན་ཁ་ནི་གསེར་གྱི་རྩི་མས་མཛེས་པའི་འཁོར་ལོ་རྣམ་པར་ཤར་བ་དང། དོག་མོ་ས་ནི་མེ་ཏོག་བར་མའི་འདབ་མ་རྒྱས་པ་ལྟར་ངས་འཇམ་ཞིང་ཡིད་དུ་འོང། བོད་ཀྱི་རྩིས་ལག་ཁང་ཆེན་པོ་དེ་ན་རྒྱ་གར་ཕག་གི་ཡུལ་དང་ནེ་པ་ལ་བ་བུག་ཡུལ། སྟོང་ཀུན་མ་ཧ་ཙི་ནའི་ཡུལ་དང། ཁ་ཆེའི་ཡུལ་སོགས་ཀྱི་སློབ་དཔོན་རྣམས་བཤད་འདུས་འདུག་སྐབས་དེར། རྒྱལ་བོ་སྲོང་བཙན་སྒམ་པོ་ཉིད་དངོས་སུ་ཕྱོགས་བཞིའི་རྒྱལ་ཁག་ནས་དཀའ་བ་བརྒྱ་ཕྲག་སྤྱད་དེ་ཕེབས་པའི་སློབ་དཔོན་དེ་དག་གི་སྦྱིན་བདག་མཛད་དེ། དངོས་སུ་རྒྱལ་བོའི་བསྟན་པ་བོད་ཀྱི་སྐད་དུ་བསྒྱུར་བའི་མགོ་རྩོམ་བཞིན་འདུག། གཙུག་ལག་ཁང་གི་ཚང་གིས་བཏགས་པའི་ཁྲི་ལ་བོད་ཀྱི་རྒྱལ་པོ་སྲོང་བཙན་སྒམ་པོ་བཞུགས་ཡོད་པ་དང། ས་འོག་དགུ་རྩེག་གི་ཁྲི་ལ་སློབ་དཔོན་ཆེན་པོ་ཐོ་མི་ས་འབོ་བྲ་དང། དབྱི་ཡུལ་གཉིས་ཀྱི་ས་འོག་ལྔ་རྩེག་གྱི་ཁྲི་ལ་རྒྱ་གར་གྱི་སློབ་དཔོན་ཀི་ཚ་ར་དང། བྲམ་ཟེའི་ཤིང་ག་ར། སློབ་དཔོན་ལིབ་ཤིན། རྒྱ་ནག་གི་སློབ་དཔོན་ཧ་ཤང་མ་ཧ་འདེ་བ་ཚེ་དང། དབའ་བོའི་སློབ་དཔོན་ཤིན་ལ་མིན་ཛི། ཁ་ཆེ་ཡུལ་གྱི་སློབ་དཔོན་ཏཱ་ནི་ཏཱ་དང། འགའ་ནི་ཏཱ་རྣམས་རིམ་པ་བཞིན་བཞུགས་འདུག། ཡང་དེའི་དབྱི་ཡོན་གྱི་གབ་རྩེ་གདན་སྟེང་དུ་སློབ་དཔོན་ཐོ་མིའི་མཆན་འོད་སྡར་མ་གོ་ཤ་དང། ཨ་ལོ་ཀ། ཡེ་ཤེས་དཔལ། ཕ་ལོང་རྡོ་རྗེའི་དཔལ་སོགས་བསྡད་འདུག། སྐབས་དེར་སློབ་དཔོན་ཐོ་མི་བསམ་པོ་འདྲ། ཚོགས་དབུས་སུ་ཡར་བཞེངས་ཏེ། ཕྱོགས་བཞིའི་རྒྱལ་ཁག་ནས་ཕེབས་པའི་སློབ་དཔོན་དག་ལ་མིང་བརྡ་ཇི་ལྟར་བསྒྱུར་བའི་བགྲོ་གླེང་མཛད་པ་ནི་འདི་ལྟར་ཏེ། ཀྱེ། ཕྱོགས་སོ་སོ་ནས་དཀའ་བ་བརྒྱ་ཕྲག་གིས་རང་རེའི་གངས་ཅན་ལྗོངས་སུ་ཕེབས་པའི་སློབ་དཔོན་རྣམས་ཐུགས་ལ་བཏགས་ཤིག། རང་རེའི་པར་རྒྱུད་ལ་ཡོན་ཏན་ཀུན་གྱི་རྩ་བ་ཡི་གེའི་འབྲི་བའི་སྲོལ་ཡོད་པར་གྱུར་པ་ནི། ཡིག་ཁམས་གཞན་ལ་ཡོད་པའི་རིག་པའི་གནས་དག་རང་རེའི་སྐད་དུ་བསྒྱུར་བར་རྒྱལ་བློན་འཁོར་གྱིས་ཐར་པ་ན། སློབ་དཔོན་དག་གིས་ནི་གཏན་གྱི་བསྒྱུར་བ་ལ་ངེད་ཀྱི་རྒྱལ་བོའི་བཀའ་བཅུད་བརྩི་དགོས་ཏེ། རང་རེའི་པར་རྒྱུད་ཀྱི་རྒྱལ་ཁོངས་ནི་ས་རྒྱ་ཆེ་ཞིང་ཡི་དང་རྒྱུང་དང། ཡི་ཕྲན་ལ་སོགས་པ་ཕྱོགས་ཀུན་ཏུ་བཀྲམ་ནས་ཡོད་ཞིག། ཡུལ་དུ་མ་ན་ཡི་སྐད་ཀྱི་མིང་བརྡ་དུ་མ་ཡང་ཡོད་པས། དེ་དག་གཙོ་བོ། ཡུལ་དབྱེ་ཀྱི་སྐད་དང་མཐུན་པར་བཀོད་བྱ་བ་ལྟར་ལོངས་ཤིག། ཡང་ལེགས་པར་རྒྱལ་བའི་སྐད་དེ་རང་རེའི་པར་རྒྱུད་ལ་ཇི་བཞིན་བསྒྱུར་དུ་མི་བཏུབ་པས། སྐབས་དང་ཁེལ་ན་སྒྲ་དང་དོན་གྱི་ཆ་ཤས་རེ་རེ་ནས་དྲངས་ཏེ་བསྒྱུར་བ་ལ། རྒྱལ་བའི་ཕྱག་རྒྱས་བཏབ་ན་ཡང་འཐད་དོ། གལ་སྲིད་སྤར་རྒྱུ་བཅས་མིང་བརྡ་ཁྲོད་དུ་རྩལ་དུ་མི་གཏོད་པའི་གནས་སུ་འཕྲད་སྐབས། མིང་བརྡ་གསར་བ་བཅས་བ་ལ་རྒྱལ་བའི་བཀོད་སྤྱད་ན་ཡང་རུང་སྟེ། གང་ལྟར་བོད་ལ་སྤྱིར་སྐད་དང་བརྡ་སྤྲོད་ལྟར་གཏན་ལ་ཕབ་སྟེ། རྒྱལ་བའི་ཕྱག་རྗེས་བཏབ་པ་ན། རང་རེའི་བསྟན་བཅོས་བསྒྱུར་བ་འདི་དོན་དང་ལྡན་པར་བསྒྱུར་ངེས་སོ་ཞེས་གསུང་བ་ན། རྒྱལ་པོ་དང་སློབ་དཔོན་དང། མཁན་བོད་རྣམས་ཀྱི་གདོང་ལ་དགའ་བའི་འཛུམ་ཟེར་ཞིག་རྒྱས་བྱུང། སྐབས་དེར། རྒྱལ་པོ་སྲོང་བཙན་སྒམ་པོས་ཕྱོགས་བཞིའི་སློབ་དཔོན་རྣམས་ལ། བསྟན་བཅོས་གང་དག་སློབ་མཁན་གང་གིས་བསྒྱུར་བ་ལ་བཀའ་སྩལ་བ་འདི་ལྟར་ཏེ། སྐྱེ་བའི་རིགས་སྐྱེ་བ་དག། ཁྱེད་ཅག་ནི་ཐག་རིང་ཡུལ་ནས་དཀའ་བ་བརྒྱ་ཕྲག་སྤྱད་དེ། ང་རྒྱལ་བོས་སྤྱན་དྲངས་བ་ལྟར་བསྟན་བཅོས་བསྒྱུར་བར་ཕེབས་པ་ལགས་ན། ཨ་ཅག་གི་གཏམ་གྱིས་འདི་ལྟར་བསྒྱུར་ཅིག། རྒྱ་གར་འཕགས་པའི་ཡུལ་གྱི་སློབ་དཔོན་ཀི་ཚ་ར་དང། སློབ་དཔོན་ལིབ་ཤིན་གྱིས་རྔོན་པའི་སྡེར་སྣོད་དང། ཕ་རོལ་ཏུ་ཕྱིན་པའི་སྐོར་བསྒྱུར་ཅིག། ཁྱེད་ཅག་གི་ལོ་ཙཱ་རུ་དངུལ་བོད་ཀྱི་སློབ་དཔོན་ཐོ་མི་བསམ་པོ་གྲགས་ཡོད་དོ། དབའ་བོའི་སློབ་དཔོན་ཤི་ལ་མིན་ཛི་དང། ཁ་ཆེའི་སློབ་དཔོན་ད་ནི་ད་ག་ནི་ད་རྣམས་ཀྱིས་མདོ་སྡེའི་སྡེར་སྣོད་དང། ཕལ་མོ་ཆེ་དང། ཕོག་པ་སྤྱན་རས་གཟིགས་ཀྱི་མདོ་རྒྱུད་རྣམས་བསྒྱུར་ཅིག། ཁྱེད་ཅག་གི་ལོ་ཙཱ་རུ་ལྷོ་དཔོན་མཐོ་མི་དང་བལ་མོ་བཟའ་ཡོད་དོ། བྲམ་ཟེ་ཆེན་པོ་ཤིང་ཀ་རས་འདུལ་བའི་སྡེར་སྣོད་དང། དྲི་ཡི་མདོ་རྒྱུད་རྣམས་བསྒྱུར་ཅིག། ཁྱེད་ཀྱི་ལོ་ཙཱ་རུ་སྡར་མ་གོ་ཤ་ཡོད་དོ། རྒྱ་ནག་གི་ལྷོ་དཔོན་ཧ་ཤང་མ་བ་འདི་བ་ཚོས་སྨན་དང་བཤལ་ལ་སོགས་པ་བསྒྱུར་ཅིག། ཁྱེད་ཀྱི་ལོ་ཙཱ་རུ་ལྷ་ལུང་རྡོ་རྗེ་དཔལ་དང་རྒྱལ་མོ་བཟའ་གོང་ཅོག་གཉིས་ཡོད་དོ།